ཁ་སོག་རི་བོ་ཀེ། པད་ན་ད། བྱང་ཆུབ་སེམས་དཔའ་སི་ཏི་ཨ་ཏི། རྒྱལ་བའི་མྱུ་གུ་འདྲ་བོ། སྐུ་བཞི་བདག་ཉིད་ཀྱི་སངས་རྒྱས་འདི་ཡོངས་དབྱངས་ཀྱི། ཀོ་རེ། ཉེར་ལེན་གྱི་རྒྱུ་རུ་འདི་བྱང་ཆུབ་སེམས་དཔའི་གནས་ཀྱི་སྔོན་དུ་འགྲོ་བའི་དོན་ལ་ཡོངས་བཀུག་ཏུ་བ། ས་ཏི་ལིང་དུ་ས་ནི་འབྲས་བུ་སངས་རྒྱས་ཀྱི་གོ་འཕང་འདི་བསམ་གྱིས་མི་ཁྱབ་པའི་ད་ཡོན་ཏན་ལྡན་པ་བཞི་འདི་ས་ནི་དེའི་རྒྱུ་བྱང་ཆུབ་ད་བྱང་ཆུབ་སེམས་རྒྱུད་ལ་སྐྱེས་ནས་དེ་འདྲའི་འབྲས་བུ་ད། རྣམ་མཁྱེན་སྒྲུབ་བྱེད་ཀྱི་ལམ་ལ་བསླབ་མཁན་གྱི་རྒྱལ་ཚབ་ཞིང་ཆུ་བསམ་པ་དེ་རྒྱལ་བའི་མྱུ་གུ་བསྒྲུབ་བྱ་ཡོང་དོ། རྒྱལ་བའི་ལོ་ཏོག་སྐུ་བཞིའི་བདག་ཉིད་ཀྱི་ལོ་ཏོག་ཕུན་སུམ་ཚོགས་པ་ཡོང་ཡ་དེ་བྱང་ཆུ་བསམ་པའི་མྱུ་གུ་ནས་ཡོང་གི་ཡོང་རེད་པ། ས་དེ་འདྲ་ཡིན་པ་ཡིན་དུས་ཙང་ནས་དེ་འདྲ་འདྲ་པོ་དེ་བའི་མཆོག་ཏུ་གཅེས་པ་བའི་མཆོག་ཏུ་བོད་སྐད་ད་བ་སོགས་བོད་སྐད་བའི་རྩ་ཆེན་པོ་དེ་འདྲ་ཅིག་རེད། དེ་ནི་མཆོད་པའི་ཞིང་མཆོག་ཏུ་གྱུར་པ་དང། དེ་ནས་བྱང་ཆུ་བསམ་རྒྱུད་ལ་བདག་བྱང་ཆུབ་སེམས་གཅིག་རྒྱུད་ལ་སྐྱེ་རོགས་བྱས་ན། བཀའ་གདམས་གོང་མ་ཚོ་གསུང་བ་ནང་བཞིན། ཚོགས་ཀྱང་ཁོ་རང་གི་རྫོགས། སྡིག་སྒྲིབ་ཀྱང་ཁོ་རང་གི་སྦྱོང་ཟེར་གསུང་ཡང་དེ་རེད་ཤག། བྱས་ཙང་ཀ་ཕན་པའི་བསམ་པ། མཐར་ཐུག་པ་དག་པའི་ཞལ་འབྱེད་པའི་བྱང་ཆུབ་སེམས་གཅིག་དེ་ཡ་དེ་གཅིག་སྐྱེ་རོགས་བྱས་ན། ད་དངོས་སུ་མ་སྐྱེས་ནས་ད་ངལ་བྱང་ཆུབ་སེམས་ལ་ཡང་མོས་པ་སྐྱེད་བྱེད། བྱང་ཆུབ་སེམས་ལ་ཡང་ཁ་ཚད་ཐུབ་འདུག་གོ་བུ་གའི་ད་གུམ་འདྲི་རུ་བརྟེན་སྨོན་ལམ་རྒྱབ་འདུག་བྱེད་ཀྱི་ཡིན་ན། ཚོགས་རྫོགས་ཡ། པའི་རྒྱབ་མཆོད་སྟོང་མཆོད་པའི་འབུམ་མཆོད་བྱེད་ནས་ཕུལ་ལས། བྱང་ཆུབ་སེམས་འགོག་པ་དེ་ཕན་ཡོན་ཆེ་གི་རེད། ད་དེ་འདྲ་ཡིན་དུས་ཚོགས་བདེ་བླག་ཏུ་རྫོགས་ཡ། ད་ག་ནང་བཞིན་གྱི་མཐའ་ཡས་པའི་སེམས་ཅན་ཐམས་ཅད་ཀྱི་ཆེད་དུ་ད་བསམ་པ་བཟང་པོ་དེ་སྐྱེས་ནས་དེ་སྨོན་ལམ་ཚུན་ཆད་ལོ་ད་ད་གའི་ཐོག་ལ་འདྲི་བར་བྱེད་ཀྱི་ཡིན་ན།